བདམས་པ་ལན་བརྒྱད་ཚང་མ་ལོ་ལ་ཡར་མཚམས་འདྲི་བཀྲ་ཤིས་ལས་བྱེད་འདྲི་ཞུ་བས་ཡིན་ང་ཆོས་རྗེ་རྡོ་རྗེ་ཁོ་ཚང་གི་མཛོད་ཡིན་དེ་རིང་གི་ལན་བརྒྱད་ཟེར་རོགས་གནང་གི་ལེ་ཚན་འདིའི་ནང་ཉེ་ཆར་ཉིས་སྟོང་ཉིས་ཚེས་ལྔའི་ཟླ་བ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་དབུས་འོས་བསྡུ་ལས་ཁང་ནས་ཁྱབ་ཁོངས་ས་གནས་འོས་བསྡུའི་འགན་འཛིན་རྣམས་ལ་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོ་དང་འབྲེལ་འོས་བསྡུའི་སྒྲིག་གཞི་ཟབ་སྦྱོང་དབུ་འབྱེད་མཛད་སྒོར་འོས་བསྡུའི་སྤྱི་ཁྱབ་འགན་འཛིན་བློ་བཟང་ཡེ་ཤེས་མཆོག་གིས་གསུང་བཤད་ཟུར་འདོན་ཞུས་པ་ཞིག་གཤམ་ལ། སེམས་ཚེགས་ཡོང་བ་ཞུ།
ཡ་ས་གནས་སོ་སོ་སོའི་ནང་ལོག་ལ་ཡ་ཨན་འདུ་བ་ཡང་ཅིག་འོས་བསྡུ་སྤྱི་ལ་ཡང་དོ་ཕོག་བཏང་ཡང་གི་འབད་བརྩོན་བྱེད་དེ་ངེས་རེད་བ་འོས་བསྡུ་དབུས་ཡིན་ན་རེད་ས་གནས་ཀྱི་འགན་འཁི་ངེས་གཙོ་ལ་ཡིན་ནའི་ད་འཁྱོག་བཤད་ཀྱི་བདེན་པ་མེན་པའི་གནས་ཚུལ་ཁྱབ་བསྒྲགས་བྱེད་ཀྱི་ཡོད་བས་ན་ས་གནས་སོ་སོ་སོ་འགན་འཁི་བའི་ཐོག་ནས་དོ་བདག་དེ་བཀག་སྒུག་གནང་བའི་ཐོག་ནས་སློབ་གསོ་ལམ་སྟོན་བྱེད་ཡ་རེད་བ་འདི་དཔེ་གལ་ཆོམ་པོ་རེད་གང་ཡིན་ཟེར་ན་འདི་འདུག་བློས་བཞག་བས་ན། བོད་དུ་སྒྲིག་གཞི་དོན་ཚན་ཉིས་རྩ་བཞི་རྩ་ལྔ་ནང་ལོགས་ལ་ཡང་གང་ལྟར། ཆོལ་ཁ་ཆོས་ལུགས་དང་ཨ་ནི་མང་གཙོ་མ་མཐུན་པ་བཟོས་ཡ་དང་དོགས་པ་རྣམ་རྟོག་བསླང་ཡ་འདུ་ཚོགས་གཙང་མ་ཁྲིམས་འགལ་རེད། འོས་འཕེན་ངེས་ཡིན་པས་ནས་རེད་ཨ་ནི་དེ་སྔ་ང་ཚོ་རྩ་འཛིན་ལམ་སྟོན་ནང་ལོས་འོས་འཕེན་ངེས་ཡིན་ནས་རེད་འོས་གཞི་ནང་བཞག་ངེས་ཡིན་ནས་ཆ་ཚང་ལ་ཡང་ཉེས་པ་འདུག་དོན་དག་སྤྱི་ཚོགས་ནང་ལོགས་ཡ་ཁག་གཅིག་སྤྱི་ཚོགས་དྲ་རྒྱ་ནང་མང་ཡོད་སྤྱི་ཚོགས་དྲ་རྒྱ་ཟེར་དུས་ང་ཚོས་ལྟ་སྟངས་གཉིས་ཡོད་ར་བསམ་གི་འདུག་ང་ཚོས་དམངས་གཙོ་ཀ་བ་གསུམ་གིས་སྤྱི་ཚོགས་དྲ་རྒྱ་ནས་གནས་ཚུལ་སྦྱར་བསྡད་ཀྱང་དེ་ཚོ་ང་ཚོ་གི་ཅིག་ཁུངས་ལྡན་ཅིག་ལ་ངོས་འཛིན་བྱེད་ཀྱི་མེད་ཡིག་འཁྱམ་ཅིག་ལ་ངོས་འཛིན་ཞུས་ཀྱི་ཡོད་ཟེར་དེ་དངོས་འབྲེལ་གྱི་ཡིག་ཐོག་ནས་ལྷན་ཁང་ཁག་ཅིག་ལ་ཕུལ་བཞག་རྒྱོ་དེ་ཨ་ནི་དངོས་འབྲེལ་ཡིན་པ་ལྟར་གང་ལྟར་དཔང་རྟགས་དང་ཨ་ནི་ཕ་གི་ཞུ་གཏུག་བྱེད་མཁན་གྱི་ཁ་དཔང་རང་དང་ཁ་བྱང་ཆ་ཚང་ཡོད་པ་གང་ཞིག་ལ་ད་ག་རང་སྤྱི་ཚོགས་དྲ་རྒྱ་ནང་མ་བཏང་ཡོད་དུས་ཚང་མ་ཨ་ནི་དེ་ཡ་གཅིག་གཞུང་འབྲེལ་ཡ་ཨ་ནི་གཅིག་ཐག་གཅོད་བྱས་གོ་སྐབས་མ་ཕུད་པ་དང་རེད་བ་ཨ་ནི་དང་པོ་ཁོ་རང་སྤྱི་ཚོགས་ལ་མ་བཀྲམ་ཡོད་དུས་ཨ་ནི་འདི་རང་བཞིན་གྱི་ཡིག་སྐྱམ་ཅིག་ལ་ངོས་འཛིན་བྱས་པའི་ཐོག་ནས་ཨ་ནི་དམངས་གཙོ་ཀ་བ་གསུམ་གྱི་ལངས་ཕྱོགས་དེ་རེད་འགྲོ་ཞེས་བྱས་དུ་ཡོད་རེད་ཡིན་ནའི་དེ་འདྲའི་ཆ་ལ་སྤྱི་ཚོགས་དྲ་རྒྱ་ལབ་བྱས་དངོས་སུ་མི་བདུན་ལ་དོན་བྱས་ཁོ་རང་རང་གིས་མུ་མཐུད་ནས་ཅིག་མང་པོ་ཅིག་དྲང་བདེན་མེད་པའི་གནས་ཚུལ་སྤྱི་ཚོགས་ནང་ལོག་ལ་མང་ཚོགས་ལས་ཨ་ནི་མགོ་རྨོངས་ཡ་འདྲ་དོགས་པ་སྣང་ཡ་དེ་འདྲས་ཀྱི་གནས་ཚུལ་མང་པོ་བཤད་བསྡད་པས་ན། སང་ཉིན་ཕྱག་ལས་གནང་མཁན་དབུས་དང་ས་གནས་ཀྱི་ཕྱག་ལས་གནང་མཁན་ཚོ་ལ་ཡང་མི་མང་གི་ཡིད་ཆེས་ག་འདྲས་ཆེ་བོ་རེད། ཁ་ཡིན་ཟུར་ཚུར་ཕྱོགས་དེ་ལས་གནས་ཚུལ་ཏག་ཏག་ཅིག་བཤད་བསྡད་ཡོད་རེད། དྲང་པོ་མ་རེད་དཱ་དྲང་པོ་བྱེད་མ་སྲིད་དཱ་ཐག་གཅོད་བྱེད་ཞོར་ཚང་མ་ནོར་རེད་དཱ་འདིའི་དོན་དག་ཕྱིར་དང་ཅིག་ཕྱིར་དང་ཞེས་བཤད་བསྡད་ཡོད་རེད། སྟེང་དུ་རྡོ་འཛུགས་ཐོག་ལ་ཡང་ས་གནས་སོ་སོ་སུ་འགན་འཁྱེར་བའི་ཐོག་ནས་རེད་པ། ད་དེ་གནོད་ཤུགས་ཤུགས་ཆེན་པོ་ད་དམངས་གཙོ་རེད་སོ་སོའི་བསམ་ཚུལ་སྣ་ཚོགས་ཡོང་ཆོག་གི་རེད་མ་མཐུན་པ་ཡང་ཡོང་ཆོག་གི་རེད་ཡིན་མིན་ན་ཁྲིམས་སྒྲིག་གཞི་འགལ་བའི་ཐོག་ནས་བསམ་ཚུལ་བརྒྱུད་ནས་ཨ་ནི་སྤྱི་ཡོངས་ཀྱི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ལ་དོ་ཕོག་གཏང་ཡག་གི། ཆེད་དུ་མངགས་ནས་གནང་གི་མེད་པས་ཡིན་ནས་འདི་འདྲ་ཞིག་ལ་འགྲོ་གི་ཡོད་པས་ན་རང་བཞིན་གྱིས་གནོད་འཚེ་ཆེ་ཡོང་གི་ཡོད་སོང་ཙང་ས་གནས་སོགས་ནས་འགན་འཁྱེར་ཡག་དབུས་ནས་ཡིན་ནས་ད་འདི་ད་ག་རང་གནང་བསྡད་ཀྱི་ཡོད་དོ་སྣང་བྱེད་བསྡད་ཀྱི་ཡོད་རེད་པ། ཨ་ནི་སང་ཉིན་ཁྲིམས་སྒྲིག་གཞི་གཞི་བཟུང་ང་ཚོས་གི་ཉེས་པ་ག་རེ་ཕོག་གི་འདུག་ར་ལོ་རྒས་དམ་བཅའ་འདེམས་བྱེད་འཕྲོ་ཡ་ཡིན་ན་རེད་ཨ་ནི་ལས་གནས་ནང་ལོགས་ལ་ཕྱག་ལས་གནང་གི་ཡིན་ན་ས་གནས་འོས་བསྡུ་ནང་ལོགས་ལ་ཕྱག་ལས་གནང་གི་ཡིན་པས་ན་ཨ་ནི་ཁོ་བརྒྱུད་རིམ་སྤྱི་དང་བརྒྱུད་རིམ་གཅིག་གི་ཐོག་ནས་ས་གནས་ལ་ཞུགས་མཁན་ཚོ་དཀའ་ངལ་ག་རེ་ཡོད་པས་ན་ས་གནས་འོས་བསྡུ་འགན་འཛིན་ལ་ཡ་ལྕག་བྱེད་དཀའ་ངལ་ལས་ཞུགས་དགོས་ར་གསལ་བཤད་འདི་ནས་ཞུ་ར། མང་ཚོགས་ཀྱི་དམངས་གཙོ་ཡིན་བསམ་ཚུལ་ཡིན་བཤད་བྱས་དཔེད་ཁོ་ར་འོས་བསྡུ་འགན་འཛིན་རྣམ་པ་གསུམ་ལ་ཡ་དཔེད་ཁ་པ་བཏང་ཡི་གི་བཏང་དེ་འདྲས་བྱེད་བསྡད་པས་ན། ལ་དྭགས་ཁོར་ཡུག་ཨབ་སུ་དྭགས་ཁོར་ཡུག་མ་རེད་སོང་ས་ས་གནས་ས་གནས་ལས་བཀའ་འདྲི་གནང་ཨ་ནི་ས་གནས་བརྒྱུད་ནས་ཡ་གསལ་པོ་བཟོས་དགོས་ཨ་དེ་འདྲའི་དབུས་ནས་འབྲེལ་བ་བྱས་པས་ན་ང་ཚོ་ཡིག་ཐོག་ཐོག་ནས་གང་ཡིན་ཟེར་ན་གནས་ཚུལ་ག་ཤེད་སྐད་ཆ་དྲི་གི་ཡོད་འདོད་འདོད་བྱས་བྱས་ཨ་ནི་འདི་འདྲ་དེ་ཉག་བྱས་ཨ་ནི་འཁྱོག་བཤད་ཅིག་རྒྱབ་བྱས་མ་བཏང་ཡོད་འདུག་ས་མ་འདི་ང་ཚོས་ཀྱི་འགན་རྩ་བ་ཉིད་ནས་ད་ཨིན་ཇིར་མ་སོང་ང་ཚོས་རིས་རྩ་བ་ཉིད་གླེང་ཐུག་མ་རེད་བ་ཕ་ཕྱོགས་ཀྱི་ལྟ་ངན་དེ་ལྷག་བསམ་ཡིན་མེད་ང་ཚོ་དོགས་པ་ན་ལིར་བ།

ཁ་སང་ས་གནས་ཁག་ཅིག་ལ་ཕེབས་ཡོད་འདུག་ས་མ་ལ་ས་གནས་འོས་བསྡུ་འགན་འཛིན་བརྒྱུད་ནས་རེད་ད་ནང་བཞིན་གྱི་སོལ་རྫོང་སྐྱིད་སྡུག་གི་འགན་འཛིན་རྣམ་པ་ཚོ་ཕྱག་ཡིག་དངོས་སུ་ཕེབས་ཡ་རེད་ས་གནས་ལས་བསམ་ཚུལ་ཕེབས་བསྡད་ཡ་འདི། ད་ལན་སྔོན་འགྲོ་འོས་བསྡུ་དེ་སྤྱི་ཟླ་གཉིས་པའི་ཚེས་གཅིག་ལ་ཡུན་པའི་རྒྱུ་མཚན་གྱི་ཐོག་ནས་ང་ཚོ་ད་ལན་འོས་དེབ་སྐད་བྱེད་ཐུབ་ས་མ་རེད་དག་གཅིག། དངོས་སུ་འོས་འཕེན་གོ་སྐབས་རག་ས་མ་རེད་དག་གཉིས། སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་བར་དུ་ང་ཚོ་ས་གནས་རང་ལ་བསྡད་དགོས་རེད་ང་ཚོ་ཁྲིམས་ཡོད་རེད་སོལ་རྫོང་གི་ཁྲིམས་ཡོད་རེད། དེ་ཡིན་དུས་སཱ་མཱ་ལི་ཡ་གཞིས་ཆགས་ལ་བཅའ་ཐུབ་ཀྱི་མ་རེད། ཨན་འདི་ད་ཁོ་ཚོ་ཁ་ཅིག་གིས་ད་མང་པོ་ཅིག་མཉམ་དུ་རུབ་བརྒྱབ་བཅས་བཤད་ཡོད་དུས་སཱ་མཱ་བདེན་པ་ཡིན་པ་འདྲ་བོ་ཅིག་ཡོད་རེད། དཔྱ་ཁྲལ་ལག་རྡ་ཡམ་ཅན་ནི་ནང་ལ་བཞག་ཡིན་ད་ཧ་གོ་ར་གོ་མ་སོང་ཁྱེད་རང་ཚོ་ཁྱབ་བསྒྲགས་དེ་ཕྱིའུ་ཞིའུ་བྱས་སོང་ར་ཞེས་བྱས་དོན་ཚན་གསུམ་ཞེས་ཅིག་ཡང་ནས་ཡང་དུ་གསལ་བཤད་ག་ཚོད་བྱས་ནས་ཡང་ནས་ཡང་དུ་ཞུས་བསྡད་ཀྱི་ཡོད་རེད།

ཉིས་སྟོང་ཉི་ཤུ་སྤྱི་ཟླ་དང་པོའི་ཚེས་གསུམ་ལ་སྔོན་འགྲོའི་འོད་དུ་འཆར། དེའི་སྔོན་ལས་དེ་དེ་བཞིན་ཡིན་གྱི་རེད། གང་ཡིན་ཟེར་ངས་དྲན་གྱི་འདུག་ག་དུས་ཡིན་ནའི་སྔོན་འགྲོ་འདི་ཨེ་ནི་ང་ཚོ་སྲོལ་བཟང་དཀར་པོས་ཁེལ་གྱི་འདུག་བྱས་བྱས་འདི་ཡོངས་གྲགས་མུ་མཐུད་ནས་གནང་འདི་ཡོད། འདི་གསར་བ་གང་ཡང་མ་རེད། དེ་ཡིན་དུས་བསམ་པ་སྔོན་འགྲོ་འདི་མང་ཆེ་སྲོལ་བཟང་དཀར་པོས་ཁེལ་གྱི་ཡོད་པ་དང་དཔྱ་ཁྲལ་འདི་མཉམ་དུ་ཁེལ་ཡོད་སྙམ་ཁེལ་དགོས་པ་འདི་ད་གསལ་པོ་རེད་འདི་གསར་བ་འདི་འདི་ག་ཡང་མ་རེད་ད་ལན། སྔོན་འགྲོ་འདི་མ་སྦི་ཇག་རྒྱབ་ཅེས་ད་འདོད། གཉིས་པའི་ཚེ་གཅིག་སྡིག་གི་རྒྱུ་མཚན་གྱི་ཐོག་ནས་ནག་སྤུར་དང་ས་གནས་མང་པོ་ཞུ་ཅེས་ད་ལན་ཧང་སང་ཡག་པོ་བྱུང་ཤག། ཐང་མ་དང་པོ་སྔོན་འགྲོ་འདི་གཞི་ཆགས་ལ་ཡར་ལུག་ཐོད་ཡག་གི་ཆགས་ཀྱིན་འདུག། དཔེ་བསམ་ཤེས་ཡག་པོ་གནང་ཤག་བསམ་ཚུལ་འདིར། དངོས་གནས་ཟེར་འདིར། སྤྱི་ཟླ་བརྒྱད་པའི་ཚེས་བཅོ་གསུམ་ལ་ང་ཚོས་གསར་འགོད་གསོལ་བསྒྲགས་བརྒྱུད་ལམ་གྱི་ཐོག་ནས་སྤྱི་ཟླ་བཅུ་པའི་ཚེས་གཅིག་ལ་ཡ་འོས་བསྡུ་འགན་འཛིན་རྣམ་པ་གཉིས་དམ་འབུལ་གནང་གི་རེད་ལས་རིམ་འདི་དུས་འགོ་བཙུགས་གི་རེད་སོང་ཙང་དེའི་སྐབས་ལ་ཡ་ལས་རིམ་ཡོངས་རྫོགས་ང་ཚོས་གསལ་བསྒྲགས་གནང་གི་ཡིན་གདའ། གཅིག། གཉིས་པ་དེ་ས་གནས་ཁག་ལ་ཡ་ཨེ་ནི་སྐོར་སྐྱོད་དེ་བས་དེ་བཅར་གི་ཡིན་གདའ། གསལ་བོ་ཞུ་ཞུས་ཡོད། དེ་སྔ་ལོ་མཐའ་མ་མང་པོ་གི་ཉམས་མྱོང་འདི་ལ་གཅིག། ད་ལན་གྱི་སྤྱི་ཟླ་བརྒྱད་པའི་ཚེས་བཅོ་གསུམ་གསལ་བསྒྲགས་འདི་ལ་གཟིགས་དཔེ་ན། དཀའ་ངལ་འདི་འཕྲད་མོང་གོ་རེད། དཔྱ་ཁྲལ་འདི་སོ་སོ་མཉམ་གཞག་བྱས་ཅིག་ནམ་ཕལ་ཏེ་ད་རང་བཞིན་གྱིས་དངོས་མེད་འགྲོ་ཆགས་ཏེ་ཡོད། དེ་འདུག་རྒྱུ་མཚན་མང་པོ་ཅིག་ལ་གཟིགས་པའི་ཐོག་ནས་ད་ཁ་ཅིག་ས་གནས་སོང་པའི་སྐྱིད་སྡུག་གི་སྒྲིག་གཞི་འདི་གིས་རྐྱེན་པས་ཨ་ནི་ང་ཚོ་འདི་ཕྱིར་སོང་ཙང། སྔོན་འགྲོའི་འོས་བསྡུ་འདི་མ་སྤྱི་ཟླ་གསུམ་པ་ལ་མ་འགྱངས་རོགས་གྱིས་འདི་ཞུ་གི་ཡོད། དཀའ་ངལ་དངོས་འབྲེལ་རེད། Rajasthan Gujarat ས་གནས་བྱང་ཕྱོགས་ཁག་གཅིག་ལ་གཉིས་པ་རྫ་སི་ལ་མ་ཞིག་ཡོང་གི་མི་འདུག་དངོས་ཡོད་གནས་ཚུལ་རེད། ཡིན་ནས་དེ་སྔའི་ཐག་རང་ཆགས་འདི་ཡོད། དེ་སྔ་འོས་འཕེན་ཡག་གི་གོ་སྐབས་མ་རག་པ་མ་རེད་ཆ་རྐྱེན་བསྐྲུན་ཡོད་རེད་ས་གནས་ས་ཐོག་ལ་ཡ་འགན་འཁྱེར་ངེས་རེད་ད་ནང་འདི་ནས་འབྲེལ་མཐུད་པ་བཏང་ན་ཡག་རེད་ས་གནས་ཉེ་འགྲམ་ལ་ཡོད་པའི་ས་གནས་འོས་བསྡུ་འགན་འཛིན་རྣམ་པ་ཚོ་འགན་འཁྱེར་དེ་འདྲ་ཞིག་གི་ལམ་ལུགས་ཅིག་འགྲོ་དང་འགྲོ་བཞིན་པ་རེད་དེ་འདི་ད་ལན་ཡིན་མིན་ད་ག་རང་གནང་གི་རེད་ད་དཔྱ་ཁྲལ་འདི་མཉམ་དུ་གནང་མེད་འདི་སོ་སོ་དོ་བདག་འགན་རེད་བ་ས་གནས་སོལ་རྫོང་གི་སྒྲིག་གཞི་འདི་བརྗེ་བོ་བརྗ་ཐུབ་ས་མ་རེད་འགྱུར་བ་བཏང་ཐུབ་ཡག་གོ་རེད་མི་འདུག་སོང་ཙང་བཅའ་ཁྲིམས་དང་འོས་བསྡུ་སྒྲིག་གཞི་དང་འབྲེལ་བ་ཡོད་རྒྱུ་འདི། འདོར་བའི་ཐོག་ནས་ཨེ་ནི། མ་བི་ཇ་རྒྱབ། བྱས་པས་ན་འདི་ཡོང་ཡ་འཁོར་ཡོང་བཅའ་ཁྲིམས་དང་འོས་བསྡུ་སྒྲིག་གཞི་ནང་གསལ་པོ་ཞུ། དབུས་ནས་གཏན་འབེབས་གསལ་བསྒྲགས་ཟིན་པའི་འོས་བསྡུ་ལས་རིམ་ཁག་ས་གནས་ཡོངས་རྫོགས་ལ་ཚགས་ཚུད་ངང་སྒྲུབ་དགོས་པ་ལས། ས་གནས་ཀྱི་གོང་གསལ་སོགས་ལ་གཉེར་ཏེ་སོགས་ལ་གཉེར་ཏེ་ཕྱི་གྱར་ནམ་ཡང་མི་ཆོག་ཅེས་ཆེད་དོན་ཚན་ཉིས་རྩ་གསུམ་དང་བཅུ་དྲུག་ནང་ལོར་གསལ་བོ་བཀོད། ད་ས་གནས་ཀྱི་སོལ་རྫོང་གི་སྒྲིག་གཞི་གཅིག་གལ་ཆེ་རེད། ང་ཚོ་འབུམ་གཅིག་ལྷག་གཅིག་ས་གནས་ག་བ་ག་ས་ལ་ཡོད་དེ་ངས་རྒྱལ་ཁབ་ཉིས་རྩ་དྲུག་ལས་ཡོད་དེ་ངས་ཕྱག་ལས་ནམ་རྒྱུན་ནས་གནང་བསྡད་འདི་ག་གི་གལ་ཆེ་རེད། མི་འབོར་ལ་གཞིས་བེད་ནས། དེ་ཡིན་དུས་སམ་དོན་ཚོད་བསམ་བློ་རྒྱ་ཆེ་གཏོང་བའི་ཐོག་ནས་ད་ག་ཚང་ང་ཚོ་གསལ་བཤད་ཆ་ཚང་བྱེད་ཆ་ཚང་འགྲེལ་བཤད་སྐྱོན་ནང་བཏང་ཡོད་དེ་ད་འདོད་ཁ་པར་གནང་ནས་ཨུ་ཚུགས་རྒྱབ་ཏུ་ཡོད་རེད། འདི་ཡ་མཚན་མོ་འདྲ་བྱེད་འདུག་རང་དོན་རང་བྱེད་རེད་བ། སོ་སོའི་དོན་དག་རེད་བ་དེ་སྲིད་སྤྱི་གཉིས་འོས་བསྡུ་ཚགས་ཚུད་འགྲོ་ཡ་དེ་ད་ནི་ང་ཚོ་ཚོགས་ཁང་འདི་ནང་འཛོམས་བསྡད་རྒྱུ་གཅིག་པོ་ལས་ཁེ་ཕན་མ་རེད་བ།

བོད་མི་མང་ཚོགས་ལ་རྫ་དྲག་གི་སྐད་ངན་བྱོས་ཡོད་འདུག་བསམ་པ་ལ་ཡང་འགན་འཁྱེར་དགོས་རྟགས་སུ་བོད་པ་ཅིག་ཡིན་པས་ན་བོད་པ་མང་པོ་ཅིག་ལ་དཀའ་ངལ་འཕྲད་དེ་ལམ་སང་ཚོགས་རོགས་འགན་འཁྱེར་དགོས་བརྩེ་བ་སླེབས་དགོས། བོད་མི་སྒྲིག་འཛུགས་མྱངས་འདེགས་དུ་ནི་བོད་པའི་དེབ་དཔྱ་ཁྲལ་རྣམ་ངན་ཅིག་ཡིན་པས་ན་རང་བཞིན་གྱི་བོད་མི་སྒྲིག་འཛུགས་དེ་སྐྱ་བད་ཀྱི་བསམ་བློ་དེ་འཁྱེར་དགོས་འགན་འཁྱེར་དགོས། དེ་འདྲ་དམངས་གཙོ་ཀ་བ་གཉིས་སླར་གསོ་བྱེད་ཡག་གི་དེ་ལས་རིམ་གལ་ཆེ་ཤོས་ཤིག་ཆགས་བསྡད་ཡོད་རེད་བོད་མི་སྒྲིག་འཛུགས་དེ་ག་རེ་རེད། ལོ་དྲུག་ཅུ་བདུན་ཅུའི་ནང་ལ་ང་ཚོས་ཀྱི་བྱས་རྗེས་ཆེ་ཤོས་དོར་བ། རྒྱ་མིས་ཀྱི་ཐབས་ཤེས་ཡུལ་གུ་རྩ་འགྲེལ། གང་ལྟར་ད་ཅི། བྱས་པའི་ཐོག་ནས་ང་ཚོ་ལུང་པ་འཕྲོ་ང་ཚོ་མི་རིགས་ངོ་བོ་བརླ་ཡ་ད་ད་ཐབས་ཤེས་ཡུལ་གུ་རྩ་འགྲེལ་ང་ཚོ་དེ་བཙན་བྱོལ་ནང་ལོག་ལ་བོད་མིའི་སྒྲིག་འཛུགས་འདི་བཙུགས་པའི་ཐོག་ནས་ངོས་ལེན་རྩ་བ་ཡེ་ནས་མེད་ད་ཟེར་འདི་རྣམ་པ་མཚོན་གི་ཡོད་རེད། ཁྱོད་རང་ཚོ་ལུང་པ་བརྒྱུད་རེད་ཁྱོད་རང་ཚོ་བཙན་དབང་བཏང་ཡོད་རེད་ལུ་རྒྱུ་ལ་འཁྱོག་བཤད་བྱེད་ཀྱི་ཡོད་རེད་ང་ཚོ་མི་རིགས་ཁོ་རང་འབྱུང་ཁུངས་ལ་འཁྱོག་བཤད་བྱེད་ཀྱི་ཡོད་རེད་ངོས་ལེན་རྩ་བ་ཉིད་ནས་མེད་ཟེར་འདི་བོད་མི་ས་ཡ་བདུན་གྱི་མངོན་འདོད་འདི་བོད་མི་འགྲིག་ཚུལ་འདི་རེད་བ། འདི་ཚགས་ཚུད་པོ་ཡོད་ན་འདི་བོད་མི་ཡོད་ཚོ་ཆོས་ཀྱི་ལས་འགན་རེད་བ། བོད་མི་འགྲིག་ཚུལ་ན་ཕྱག་ལས་གནང་མཁན་ཁ་ཤས་ཤིག་གི་ལས་འགན་མ་རེད་བ། སའི་བདུན་གྱི་ཕུགས་རྒྱང་འདི་བོད་མི་སྒྲིག་འཛུགས་འདི་གི་ངོ་བོ་དོན་འཁྱོལ་རེད་ལོ་རྒྱུས་ནང་ལ་ཐང་མ་དང་པོ་རེད་རྒྱལ་སྤྱིའི་ལོ་རྒྱུས་ནང་ལོ་ལ་ལོ་དྲུག་ཅུ་ལྷག་ཞིག་འདི་འདྲའི་འཛིན་སྐྱོང་ཚགས་ཚུད་ཡོད་རྒྱུ་བོད་མི་ཚང་མ་ཕྱོགས་གཅིག་ལ་ཡ་རེ་བ་མངོན་འདོད་གཅིག་ལ་ཡ་ཟེར་བའི་ཐོག་ནས་རྒྱ་བོད་རིམ་བྱོན་དབུ་ཁྲིད་དབར་བཙུགས་བྱ་རྒྱུའི་སྒྲིག་འཛུགས་འདི་དོན་དམ་པོ་དུ་ཚགས་ཚུད་ཐག་གཅོད་བསྡད་ཡོད་རེད། ཚགས་མཚོ་བོ་འདས་མེད་བས་ན་སྙེ་མ་ནི་སྒོ་བརྒྱབ་ཚར་གི་ཡོད། བོད་མི་སྒྲིག་འཛུགས་འདི་གི་གནས་ཡུལ་མི་དང་གནས་ཡུལ་རྒྱལ་ཁབ་ལས་གནས་ད་རྩ་བ་ཉིད་ནས་སྐད་ཡོད་མ་རེད་ད་ལྟ་བར་དུ་ས་གནས་ག་བ་ཅི་ལ་ཡིན་པས་ན། འདིའི་རྒྱུ་མཚན་ཐོག་ནས་སྒྲིག་འཛུགས་འདི་གནས་ཡས་འདི་ཤིན་ཏུ་ནས་གལ་ཆེན་པོ་ཆགས་འདི་ཡོད་རེད་སྒྲིག་འཛུགས་འདི་ལ་བར་ཆད་བཏང་ཡས་རྒྱ་མི་གིས་བྱེད་ཀྱི་ཡོད་རེད། ཏཱ་ལའི་རུལ་ཚོགས་ཁ་ཤས་ཅིག་གིས་འདི་ལྟ་བུ་བོད་མི་ཚང་མ་ངོས་ལེན་ཡོང་མ་ཐག་ལབ་གི་ཡོད་རེད། ཡིན་ནས་སྒྲིག་འཛུགས་འདི་ལ་ཡང་འཛམ་གླིང་ག་བ་ག་ས་ནས་ཆེ་མཐོང་ངོས་ལེན་རྒྱབ་སྐྱོར་ཡིད་སྨོན་བསྔགས་བརྗོད་བྱེད་ཀྱི་ཡོད། རྒྱ་གར་རིན་པོ་ཆེ་ལ་མཚར་མ་ཞིག་བྱེད་བྱེད་བྱེད་ལས་ཐོག་གི་སྲིད་བློན་དང་སྲིད་འཛིན་དང་གཞུང་ཚབ་གཞུང་འཛིན་ལས་བྱེད་ཚོ་ཕེབས་ཀྱི་ཡོད། དེ་དང་མཉམ་དུ་དེ་གང་གི་ལ་ཕེབས་ཀྱི་ཡོད་རེད། འབྲེལ་བ་གནང་གི་ཡོད་རེད། ང་ཚོས་དོན་གཅོད་ཁག་འདི་གཞུང་ཚབ་ནང་བཞིན་གྱི་ཆེ་མཐོང་གནང་གི་ཡོད་རེད་འབྲེལ་བ་གནང་གི་ཡོད་རེད། དེ་འདུག་རྒྱ་མི་གིས་འཁྱོག་བཤད་བྱེད་སྐྱོ་འདི་དངོས་གསལ་བདེན་དཔང་ཐོག་ནས Officially དུ་བ་ཅིག་ལ་ཡ་ཅིག་ངོས་འཛིན་ཡོད་ཟེར་གསུང་གི་མེད་པའི་དབང་དུ་བཏང་བས་ནས། རྒྱལ་ཁབ་ཡོད་ངེས་ཀྱི་གཞུང་དང་གཅིག་པ་གཅིག་རྐྱང་བྱེད་ཆེད་ཆེ་མཐོང་དང་རྒྱབ་སྐྱོར་དང་ད་ལྟ་བར་དུ་འཚོ་གནས་ཐུབ་ཡོད་ང་ཚོ་འདི་སྤོ་བ་དང། ར་བ་སོ་སོ་གདེང་སྤོབས་བྱེད་དགོས་ཡ་གི་རྒྱུ་མཚན་ཅིག་ཆགས་དུ་ཡོད་རེད། དེ་འདུག་སྒྲིག་འཛུགས་འདི་ལ་ཡ་གནོད་སྐྱལ་ཡ་གི་ཐབས་ཤེས་ཕ་ཅོ་ནས་བཏང་གི་རེད། ཡིན་ནས་སྒྲིག་འཛུགས་འདི་ག་འདྲས་འགྲོ་ཆེད་རེད། འདི་སྔོན་གྱི་འོས་བསྡུ་སྐབས་ལ་ཡང་ཉིས་སྟོང་ཉི་ཤུ་ཉི་ཤུ་རྩ་གཅིག་སྐབས་ལ་ཡང་འཛམ་གླིང་ཡོངས་ལ་ཡང་ཀོ་བིད་འགྲོ་བསྡད་ཡོད། ནད་ཡམས་ཁྱབ་བསྡད་ཡོད། རྒྱལ་ཁབ་བརྒྱ་ལ་འོས་བསྡུ་གྱི་དུས་ཚོད་འཁེལ་བསྡད་ཡོད། རྒྱལ་ཁབ་བརྒྱ་ནང་ལོགས་ནས་དྲུག་ཅུ་རེབ་བདུན་གྱི་ཕྱི་ཐེངས་གཅིག་རེ་འོས་བསྡུ་བྱེད་ཐུབ་ས་མ་རྟགས་སོ། ཚགས་ཚུགས་ཡོང་ས་མ་རྟགས་སོ། བྱས་པ་དབང་དུ་བཏང་སོང་ནས་ནད་ཡམས་ཤུགས་ཆུང་པོ་ཞིག་ཁྱབ་ས་རེ་རྟགས་སོ། བྱས་པ་དབང་དུ་བཏང་ནས་མང་ཚོགས་ཀྱི་ཆ་ཤས་བསྣན་ས་མ་རྟགས་སོ། རྒྱལ་ཁབ་ཞི་བའི་ཞེ་དངངས་ཀྱི་ཆེད། དཀའ་ངལ་ཤུགས་ཆེན་པོ་ཞུགས་འཕྲལ། འཛམ་གླིང་གི་རྒྱལ་ཁབ་སྟོབས་ཆེན་དྲུག་ཅུ་རེ་བདུན་འདི་ནང་སྟོབས་ཆེན་རྒྱལ་ཁབ་འདི་འདྲ་ཡོད། ཡིན་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་རྒྱལ་ཁབ་ཉི་ཤུ་རྩ་དྲུག་ལ་ཡང། ལུགས་རྒྱུད་ནང་བྱུང་མ་མྱོང་རྒྱལ་ཁབ་ཉི་ཤུ་རྩ་དྲུག་ལ་ཡང་འོས་བསྡུ་བྱས། བོད་ལུགས་ས་སུམ་བརྒྱ་ལྷག། ལས་བྱེད་ཉིས་སྟོང་ལྷག་དང་བླངས་བྱས་པའི་ཐོག་ནས་ཚོགས་མི། ཟུར་དཔང་དང་བླངས།

གཟིགས་རྟོག་ནས། ཚང་མེད་ཀྱི་གཉེན་དོ་ནང་ལོག་ལ་ཡ་འོད་དུད་ཚགས་ཚུགས་དཔེ་དུད་ད་ཨ་སི། གཅིག་སོང་རེད་གཞི་འཇམ་པོ་རེད་ཤ་སི། ཡར་རྒལ་གཏང་དགོས་ཡིན་ཏེ། ད་ཡིན་ནི་ང་ཚོས་གསལ་བོ་ཞིག་ག་རེ་ཁེངས་དགོས་རེད་ལབ་ཡོད་ན་ང་ཚོའི་སྒྲིག་འཛུགས་འདི་དམངས་གཙོའི་ཡང་དག་པ་བསྐྲུན་ཡག་གི་སྒྲིག་འཛུགས་གཅིག་ཐབས་ཤེས་གཅིག་རེད། ཚུར་ཕྱོགས་དེ་ལ་ཡ་འཐབ་རྩོད་བྱེད་ངེས་ཀྱི། རྒྱལ་ཁབ་འཐབ་རྩོད་བྱེད་ངེས་ཀྱི་མི་རིགས་གཅིག་ཆགས་ཀྱི་ཡོད་རེད། དེང་དུས་ང་ཚོའི་གིས་དམངས་གཙོ་གི་ཆ་རྐྱེན་རྒྱལ་སྤྱིའི་རང་དབང་ཡི་རང་བཙན་ཡོད་སྐྱོབ་ཀྱི་སྒྲོམ་གཞི་ལྟ་བུ་གཅིག་པ་གཅིག་ཅན་ཞིག་ང་ཚོ་ཚུར་ཕྱོགས་འདིར་འགོ་ཡོད་ཟེར་ལབ་ཡོད་ན། ཨ་ནི་ཚུར་ཕྱོགས་འདི་ལ་འཆམ་མཐུན། གཅིག་སྒྲིལ། རེད་བ། སྐྱིད་སྡུག་མཉམ་མྱོང་འདི་འདྲ་གི་ངོ་བོ་ལ་ཡང་ཚུར་ཕྱོགས་འདི་གིས། རེད་བ། རང་དབང་རང་བཙན་དང་དཔེ་ལྟ་དམངས་གཙོ་ལས་ག་རེ་བྱེད་བྱེད་ཡིན་ག་རེ་བཤད་བཤད་ཡིན་ག་རེ་འགྲོ་འགྲོ་ཡིན་ག་བ་འགྲོ་འགྲོ་ཡིན་འདི་གིས་ཚུར་ཕྱོགས་འདི་ལ་ཡང་གནོད་གི་རེད་མ་རེད། བསྟན་འདུག་ཚང་མ་བཅའ་ཁྲིམས་དང་དམངས་གཙོ་དང་འདི་འདྲས་ཅིག་ང་ཚོས་ཞུ་ཞུ་གསུངས་ཡོད་དུས་ཚང་མ་སྐབས་སྐབས་ཡང་བཅའ་ཁྲིམས་ཀྱི་དམིགས་ཡུལ་འདི་འཐབ་རྩོད་རྒྱུན་འཁྱོངས་བྱས། མི་རིགས་རུག་རུག་བཟོས། ཚུར་ཕྱོགས་འདི་ལ་དམངས་གཙོ་ཁ་ཡག་བྱས་པའི་ཐོག་ནས་ཨ་ནི་འཆམ་མཐུན་མེད་པ་བྱ་འོས་ཐོབ་ཡག་ཆེད་དུ་ཡང་ཅིག་ཧ་ལམ་ག་རེ་བྱས་ན་བྱེད་ཀྱི་ཡོད་པའི་འགྲིག་གི་ཡོད་པའི་ཚོར་འཆམ་མཐུན་མ་བྱས་ན་མ་བྱས་ང་ལ་འོས་མང་པོ་ཐོབ་ན་འགྲིག་སར་བསམ་ཡང་འདྲ་བོ་དང་དེ་ཀུན་སློང་འདི་བཅའ་ཁྲིམས་ནང་འོས་བསྡུ་སྒྲིག་གཞི་གཉིས་བཞེས་དེ་འགལ་འདུག་ཡོད། དམངས་གཙོའི་སྤྱི་ཚོགས་ཅིག་ནང་འདི་དཔེ་ཡག་པོ་རེད་ད། ཧན་སེ་ན་སོ་སོ་སོ་གི་ཆབ་སྲིད་ཚོགས་པ་ཡོད་རེད་བ། ཡིན་མེད་ནི་ང་ཚོ་དེ་འདྲའི་བསྡད་ལ་ཡ་འགན་འཁྱེར་བའི་སྐབས་ལ་ཡ། གཅིག་སྒྲིལ་དང་འཆམ་མཐུན་དང་ཨེ་ནི་ང་ཚོ་ཚང་མ་རུག་རུག་བྱས་ནས་བསྡད་ནི་ཞེ་བཞི་གལ་ཆེན་པོ་ཡོད་འདུག་བསམ་པ་ལ་ཨེ་ནི། ས་མཚམས་དེ་མ་བརྒལ་བའི་ཐོག་ནས་རེད་བ། ང་ཚོ་ཚང་མ་འཕྱ་མོ་མ་འཕྱ་བ་མ་བཟོས་བའི་ཐོག་ནས། གཅིག་སྒྲིལ་མུ་མཐུད་ནས་གནས་ཐུ་ཡ་ཐོག་ནས། རེད་བ། འཐབ་རྩོད་རྒྱུན་འཁྱོངས་ལས་ཕན་ཡ་ཐོག་ནས། འཐབ་རྩོད་ལ་གནོད་ཀྱི་ཡོད་བས་ན། གང་ལྟར། འགན་ཁེ་ངེད་ཚོ་ཡིན་ནའི་རེད། ས་གནས་མི་མང་འོས་འཕེན་ངེད་ཚོ་ཡིན་བས་ནས། སྐད་ཆ་བཤད་པའི་སྐབས་ཡིན་ནི་རེད་ལས་དོན་བྱེད་པའི་སྐབས་འདི་གཅིག་སྒྲིལ་གནོད་ས་རེད་འདི་སྤྱི་བ་ལ་གནོད་ས་རེད་འཆམ་མཐུན་མེད་པ་ཆགས་ས་རེད་འདི་བཅའ་ཁྲིམས་འགལ་འགྲོ་ས་རེད་འདི་འོས་བསྡུ་སྒྲིག་གཞི་འགལ་འགྲོ་ས་རེད་བསམ་གི་ཡོད་བི་ན། དགོངས་གི་འདུག་ན། རྟོགས་གི་འདུག་ན། ཕྱི་བསྟན་ཕྱིན་ཏིས་གུ་ཡངས་སེ་ཞུ་ཐུབ་ན་ཡག་པོ་ཡོད་རེད། ང་ཚོ་ཚང་མ་ཁྲག་པོ་ཞུ་བྱས་ནས་ང་ལྟ་བ་ལང་ཕྱོགས་འདི་ཡིན་ད་ག་རང་འདུག་ཡིན་ཞེས་ཞུ་ཤུགས་ཆེན་པོ་བྱས་བསྡད་བི་ན། མ་མཐུན་པ་ཚང་མ་རྩོད་ཉོར་ཆགས་འགྲོ་གི་འདུག་ཨ། འཛམ་གླིང་ག་བ་ག་ས་ལ་ཡང་རང་དབང་ཅན་སྡེ་ཚན་ཚང་མ་ནང་ལོས་མ་མཐུན་པ་ཚང་མ་རྩོད་རྙོག་ཆགས་པ་ཡོད་མ་རེད Differences doesn't needs to become a dispute མ་མཐུན་རྒྱུ་ཚང་མ་རྩོད་རྙོག་ཆགས་པ་ཡོད་མ་རེད་ནང་སྤྱི་ལ་མ་མཐུན་པ་ག་ཚོད་ཡོད་རེད་ཨི་ནི་བརྩེ་བ་ཡོད་པའི་རྒྱུ་མཚན་གྱི་ཐོག་ནས་ཕ་ཇོ་ལྡི་ལི་ཡ་བདེ་སྡུག་ལྟ་ཡ་དང་ར་ཕ་ཇོ་ལྡི་ལི་ཡ་ཅིག་ད་ཕན་ཡ་གྱི་བསམ་བློ་ཡོད་པའི་རྒྱུ་མཚན་ཚང་མཉམ་དུ་བསྡད་ཐུབ་ཀྱི་ཡོད་རེད་བ། འདི་གཞི་རྩ་དེ་ང་ཚོ་རྩ་བ་ཉིད་ནས་མ་ནོར་བ་བྱེད་དགོས་རེད་བསམ་གྱི་འདུག་ར། དེ་གཅིག་རེད། ད་ལན་འོས་བསྡུ་སྐབས་ལས་རྒྱུ་མཚན་འདི་ལ་བལྟས་པའི་ཐོག་ནས་ང་ཚོས་ཀྱི་འོས་བསྡུ་ཀྱི་འབོད་སྒྲ་འདི། ང་བོད་ཡིན། ངས་བོད་ནས་འོས་འཕེན་ཞེས་ཅིག་བཞག་ཡོད་རེད། ཚོགས་གཏམ་མང་པོ་རག་སོང། ཕྱག་ལས་ཀྱང་ངས་མང་པོ་འདུག། དབྱིན་ཇིའི་སྐྱོ་བོ་ཡིན་ས་རེད་བོད་ཡིག་སྐྱོ་བོ་ཡིན་ས་རེད་དབྱིན་ཇིའི་འགྲོ་སྟངས་ཤེས་ཀྱི་ཡོད་ས་མ་རེད་ཅེས་ཅེས་ལབ་བུ་ད་འདྲས་འབུ་ཐུམ་འདྲ་ལྟོས་ཀྱི་འདུག། རེད་བ། གཅིག་ང་ཚོ་ལ་ཕོག་ཅེས་ང་ཚོ་སེམས་ཤུགས་ཆགས་དགོས་ན་ཧ་ལམ་གཅིག་ཕན་དགོས་པའི་ཟུར་གཅིག་རེད་བ། དེ་འདྲ་ང་ཚོ་ཚང་མ་སེམས་ཤུགས་ཆགས་ཡས་ཡོད་མ་རེད་བ་ངས་འདུམ་རྒྱུ་ངས་ཚོགས་མི་ཚོ་ལ་ཞུ་རྒྱུ། ན་ཆོ་མ་རེད་དཱ། འོས་བསྡུ་མ་རྩ་བ་དང། ཤི་ཆོ་མ་རེད་དཱ། གོང་གསལ་ཞུ་ཆོ་མ་རེད་དཱ། ཉོབ་ཆོ་མ་རེད་དཱ། ཐང་ཆོ་ཆོ་མ་རེད་དཱ།

དེ་ན་རྔ་བ་ཚེ་གཅིག་ལ་ཡང་དམ་བཅའ་ཞུས། རེད་དེ་རྒན་ཁྱི་གིས་ལབ་རེད། སྔོན་འགྲོ་དངོས་གཞི་ལ་ཡང་ལོ་ལྔ་ནང་ཐང་མ་གཉིས་གླེགས་ཡོད་རེད། འདིའི་སྐབས་ལ་ཡོང་ཐུག་མི་ལབ་ན་ཨེ་ན་ས་གནས་འོས་བསྡུ་ཚོགས་ཆུང་ནང་ཧ་ཅིང་ཞུ་དགོས་རེད། ཚོས་ཚོགས་འདི་གལ་ཆེ་ཡ་ཡིན་པས་ན། ས་གནས་ཞུ་ངེས་ཅིག་ལ་ཡང་ཚོགས་མི་བཞག་དགོས་རེད་བ། འདི་རྩ་བ་ཉིད་ནས་འབྲེལ་ཡ་མི་འདུག་སྒྲིག་གཞི་འགལ་འགྲུབ་ཡོད་རེད། ད་ནི་ད་ངས་ལྷག་པ་ནས་ཤིག། གོང་གསལ་དང་གཅིག་རྒྱུ་མཚན་སྦྲགས་མ་འདྲ་བལྟས་བྱས་ཕ་གི་ལས་བཅའ་ཐུབ་ས་མ་རེད་སུམ་ཆ་གཉིས་འཛོམས་ཐུབ་ས་མ་རེད་ཟེར་ན་འདི་རྒྱ་མི་ལ་འགོ་ཡ་དེ་ཆགས་ཀྱི་ཡོད་རྟ། འོད་དུ་ཚགས་གཙོ་བོ་མ་ཆོད་ན་འདི་ཕན་ཡ་དེ་ཆིག་མ་ཞོན་མ་ཕ་ཡི་ལ་རྒྱབ་ལོ། སྟེང་དུ་རྡོ་ཟུར་ཐོག་ལ་ཡ་ད་ནི་རྣམ་པ་ཚོ་གི་ཡང་ས་ནས་འོད་དུ་ཚོགས་མི་ཚོ་ལ་ཀ་མེད་གནང་གི་ནས་ཡོང་གོ་རེད་རྟ་ཆེ་ཆེ་ད་ནི། བ། ཅིག་བཀའ་མོལ་གནང་ཞིང་དེའི་སྐབས་ལ་ཁ་འདར་ཉི་མ་གཅིག་གཉིས་ཁེ་ཧང་བློས་བཏང་བྱས་ནས་ཚུགས་ཡོང་དགོས་རེད་དེ་མི་མང་འདི་གཟི་ཅིག་སྒུག་དེ་ཡར་ཁོང་ཚོས་འོས་འཕེན་ཡག་གི་ཆ་རྐྱེན་བསྐྲུན་མ་ཐུབ་ཆེད་བསྒྲུབ་བྱ་ཚང་མི་འདུག་ཟེར་ལབ་ནས་འདི་ནག་ཉེས་ཆེན་པོ་རེད་ད། འདི་རྣམ་པ་ཚོ་གསལ་བཤད་བྱས་གལ་ཆེན་པོ་རེད་ཤག། སོང་ཙང། ང་བོད་ཡིན་ངས་བོད་ལ་འོས་འཕེན་ཟེར་རྒྱུ་མཚན་གཙོ་བོ་དེ་ཅིག་ག་རེ་ཡིན་ཟེར་ཞུས་བས་ན། ང་ཚོ་ཚང་མ་ད་དུས་ཚོད་མང་པོ་ཅིག་ནང་ལོགས་ལ་ཡ་སྤྱི་ཚོགས་འཁྲུག་པོ་ཞུ་ཆགས་ཡོད་དུས་ཨ་ནི་འཁྲུག་ཆ་དུས་པོ་ནང་ལ་སྙེ་མ་ཡིན་ན་མང་པོ་ཞུ་ཅིག་ལོ་ཟུར་བུ་སྙེ་ཡ་ཞེས་རེ་བ་ཆེ་ས་བསམ་བློ་བཏང་ཅིག་ཅུན་ཅུན་ཅུན་ཅུན་ལ་ཡ་འདི་བྱེད་ཀྱི་ཡོད་རེད་ད་དེ་འདྲ་ཅིག་འདུག་ཨ་ཟང་ང་ཟིང་གི་བྱེད་མཁན་འདི་ཚོ་ལ་ཡ་ཅིག་བཤད་མཁན་འདི་ཚོ་ལ་ཡ་འགྲིག་རྟགས་འདྲ་པོ་ཅིག་ཅིག་བརྒྱབ་ཨ་ནི་དེ་ཡ་ཕྱི་ལོགས་ལ་བཏང་བྱས་བྱས།

སྒྲོམ་གཞི་འདི་བརྡབ་སའི་ཐལ་ཆུང་གི་ཡོད་མ་རེད། གང་ཡིན་ཟེར་ན་རྒྱ་བ་རིན་པོ་ཆེ་གི་དམིགས་ཡུལ་འདི་མ་རེད། མངོན་འདོད་འདི་མ་རེད། དགོངས་པ་འདི་མ་རེད། བཀའ་སློབ་འདི་མ་རེད། ང་ཚོ་ཚང་མ་རུག་རུག་བཞིན་བསྡད་ཤིན་ཏུ་ནས་གལ་ཆེན་པོ་ཆགས་ཡོད། སོང་ཙང་ང་འདྲ་བོ་གཅིག་ན་མདོ་སྟོད་བཟོ་ཡག་ཐབས་ཤེས་དབུས་གཙང་བཟོ་ཡག་ཐབས་ཤེས་མདོ་སྨད་བཟོ་ཡག་ཐབས་ཤེས་རང་བཙན་བཟོ་ཡག་ཐབས་ཤེས་དབུ་མ་བཟོ་ཡག་ཐབས་ཤེས། ང་དང་ང་འདྲ་བོ་དང་ཁྱེད་རང་ཚང་མ་ལ་ཡང་ཐབས་ཤེས་འདི་བྱེད་ཀྱི་རེད། དེ་ནི་ང་ཚོ་འདི་བོད་པ་སྐོར

རྒྱ་གར་ནང་ལོགས་ལ་ཡང་ང་ཚོ་གི་བྱས་རྗེས་ཆེ་ཤོས་འདི་རྒྱ་གར་གཞུང་དང་མི་མང་གི་ང་ཚོ་ལ་ཡིད་ཆེས་བྱས་དེར་འདི་མེད་པ་བཟོས་གི་ཐབས་ཤེས་བྱེད་མཁན་ཧང་སངས་མང་པོ་ཡོད། རྫུན་མ་འདི་འདྲ་མང་པོ་འཁྱོག་བཤད་འདི་འདྲ་བཤད་བྱས་དོན་དུ་ང་ཚོ་དོ་སྣང་བྱས་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་དམིགས་བསལ་འོས་བསྡུ་འདིའི་སྐབས་ལ་ཡང་བར་ཆད་བཏང་ཡང་ཐབས་ཤེས་བཏང་སྲིད་གི་རེད། སྔགས་མཚན་ཚགས་ཚུགས་ར་གཅིག་རྡོ་ནིམ་པོ་ཕག་ཚུགས་གཅིག་དཀའ་ངལ་དེ་འདྲ་བྱུང་ཚུལ་ལམ་སང་ཕག་ཚུགས་སྦྱང་བཤད་བྱས་ཨ་ནི་དབུས་ལ་ཡང་གནས་ཚུལ་ཞུས་དགོས་དེ་ནས་ཐད་ཀར་ཞུ་གི་ཞུ་གི་བྱས་པས་ན་ང་ཚོ་ལས་དོན་ཚགས་ཚུགས་ཆགས་ཀྱི་རེད་གསུང་ཞུས་ཀྱི་ཡིན་རེད་བ་ད་དོན་སྐད་ཆ་མང་པོ་འདྲ་བྱས་སོ་ནང་པ་གླིང་ཚང་མ་ལ་ཡང་ཡང་བསྐྱར་སྙིང་ཐག་པ་ནས་ཐོག་ཕྱི་ནང་ཞུས་ཡང་ཡིན་འགན་ཆེན་པོ་ཞུ་ཆེད་ང་ཚོ་ཚང་མ་མཉམ་དུ་འཁེལ་གྱི་ཡོད་རེད་བ་འདི་བོད་བསྟན་པ་ཆབ་སྲིད་དོན་དག་རེད་ཞུས་ཡང་ཐོག་ཕྱི་ནང།